གཅིག་བྱས་ན་ཕན་སྲིད་རེད་ཨ་ག་ཤེད་གླེང་ན་གནོད་སྲིད་རེད། འདི་ང་ལ་ཁེལ་བ་མི་འདུག་ར་ཕན་པ་ཡིན་ན་ང་རང་རང་གི་སེམས་ནང་ལ་སྐད་ཆ་འདི་ལྟ་གཅིག་ང་ཚོའི་གཞུང་ལ་ནས་རེད་ནི་ང་ཚོའི་སྤྱི་ཚོགས་འདི་ནི་ཡག་པོ་གཅིག་མ་འོངས་པ་ཡག་པོ་གཅིག་ཡོང་བ་དང་གཙོ་བོ་གྱོ་རོམ་བྱེད་ཀྱི་བཀའ་དགོངས།

འོས་བསྡུ་དེ་ཀླད་སྒྲོག་ཡིན་དུས་ང་རང་ཡིན་ན་ད་ཚོར་སྣང་འདྲ་མིན་སྣ་ཚོགས་ཡོང་གི་འདུག་ད་འོས་བསྡུ་དེ་འགྲམ་ལ་སླེབས་དུས་འོས་མེད་ད་ང་ཚོའི་སྤྱི་ཚོགས་ནང་དེང་སྔས་ལ་ང་ཚོ་གི་ད་སྤྱི་འཐུས་ཡིན་ནའི་རེད་ག་རེ་ཡིན་ནའི་ད་ཅིག་འོས་བསླུ་བའི་སྐབས་ལ་སྤྱི་ཚོགས་ནང་ལོ་ཟ་ང་ཟི་ངེ་ཟེར་བ་ཚང་མ་སྒང་ནས་མར་སླེབས་ཀྱི་འདུག་ཨ།

ཨ་ནི་བཤད་ཡ་དཔེ་མ་ཚིག་ཧེ་ཆེན་པོ་མཐོང་སོ་ཨ་ནི་གཙོ་བོ་དེ་གར་བཤད་ཡ་རེད་འདུག་ལ་ན་ད་ང་ཚོ་གི་ད་ལྟ་ད་བོད་མི་བོད་མི་ཅིག་ཡིན་པའི་ཆ་ནས་རེད་ལག་པ་ལ་དེབ་ལྗང་གུ་ཅིག་ཡོད་བའི་ཆ་ནས་བོད་གླུ་བའི་དེ་ད་དཔེ་མ་ཚིག་ཧེ་ཆེན་པོ་རེད་རོ་ཨ་ནི་སོ་སོ་གི་བོད་གླུ་བའི་དེ་ད་དཔེ་མ་ཚིག་ཧེ་ཆེན་པོ་རེད་ཨ་ནི་ད་གཙོ་བོ་གཙོ་བོ་དེ་སེམས་པ་ནང་ལ་གར་བཤད་བ་དེ་ལ་ན་འོད་སུ་ལ་གླུ་གུ་ཡོད་ནི་རོ་ཨ་ནི་འདིའི་རྒྱབ་ལྗོངས་དེ་ཚོ་ཧ་གོ་ཡ་དཔེ་མ་ཚིག་ཧེ་ཆེན་པོ་མཐོང་གི་འདུག་རོ་ཨ་ནི་མི་དེའི་སྤྱི་ཚོགས་ནང་ལ་ཞབས་ཕྱི་ཨོ་སི་ཞུས་ཡོད་རེད་ལ་ནི་འོས་བླུ་ཡ་འགྲོ་ཞིག་དང་དེ་འདྲའི་མིན་པ་ཞིག་རག་མི་དེ་གི་སྤྱི་ཚོགས་ནང་ལས་ཀ་ག་འདྲའི་ག་འདྲའི་བྱས་ཡོད་རེད་ཨ་ནི། མི་དེ་གི་ལངས་ཕྱོགས་ག་འདྲའི་རེད་འདོད། དོལ་ཚོགས་ལྟ་དེ་དཔེ་མ་ཟིག་གལ་ཆེན་པོ་མཐོང་གི་འདུག་ར་ལངས་ཕྱོགས་འདྲ་མིན་སྣ་ཚོགས་ཡོད་ར་ད་རྒྱག་རོམ་ཆེ་ག་གོང་ཞིག་གསུང་འགྲོ་ཉེ་ཅིག་ཡིན་ན་ད་ང་རང་གི་བསམ་ན་བླུག་ན་བླུག་དགོས་ཡ་ཅིག་རེད་ར་བརྒྱ་ཆ་བརྒྱ་བླུག་དགོས་ཡ་རེད་ད་རྒྱ་རོམ་ཆེ་བཀའ་དགོངས་བཞེས་གསུང་མ་འགྲོ་ངས་ཨ་ནི། དེ་འདྲའི་བླ་རྟ་འོད་རྩ་བ་ཉིད་ནས་བསླུ་ཡ་མི་འདུག་ར་དེ་འདྲའི་བསླུ་བ་ཡིན་ན་ཨ་ནི་ང་ཚོ་གི་གང་ལ་སྤྱི་ཚོགས་གཉེར་ནས་ཟ་ང་ཟིང་ངེ་དེའི་གང་ལ་ཨ་མ་ང་སྤྱི་ཚོགས་ལ་དཀའ་རྙོག་མ་ང་འཕྲད་ཡ་ད་ཨ་ནི་རྒྱ་མིས་དགའ་བཅོས་ཡ་གི་ལས་ཀ་དེ་འདྲའི་བྱས་ཡིན་པ་རེད་ད་རྒྱ་རོམ་ཆེ་བཀའ་དགོངས་མ་འགྲུབ་ཉིན་ཞིག་ཡིན་ན་ར་དབང་འདི་སོང་ཙང་ཨ་ནི། འོན་ཏེ་པད་མ་སི་གྷའི་ཆེན་པོ་མཐོང་ཟེར་བ་ནི་གཙོ་བོ་དེ་དག་ངེད་ཀྱི་དུ་ཟླ་དུས་ད་ནི་གནས་ཆུང་གི་བཀའ་ལུང་འཕེལ་བ་ན་ཞེས་བཀའ་ལུང་ནང་ན་འཕེལ་ནས་ད་ཟླ་དེ་འབྲས་སྤུངས་དགའ་བྱེད་དགེ་བཤེས་གཉིས་དེ་ད་དགོངས་དག་སོ་སོའི་ནུས་པ་ལ་ནོར་བ་ལ་གྱོད་བཤགས་བྱེད་ནོར་འཁྲུལ་དེ་ཁས་ལེན་བྱེད་ད་དེ་འདྲ་བྱེད་རོགས་ད་མ་འོངས་པ་ད་ཁོ་རང་ཚོ་ཡང་དེ་འདྲའི་ལས་ཀ་མ་བྱེད་ཀི་ང་ཡི་གེ་རེ་བ་རང་བྱེད་ཡོད་ར་འདི་ནང་བཞིན་ཨ་ད་ང་ཚོ་ཆོས་ལུགས་ཀྱི་སྤྱི་འཐུས་ཁག་ཡིན་ན་དངོས་གནས་ཁོ་ར་ང་ལྟ་འདི་ལྟ་དུས་ཚོད་རིང་པོ་ཞི་རག་འགྲོ་གོ་རེ་འདི་སེམས་ནང་ལ་ཡོད་ཨ་སྐད་ཆ་འདི་ཨ་ཆོས་ལུགས་ཀྱི་སྤྱི་འཐུས་ཁག་གིས་ད་སངས་རྒྱས་ཀྱི་ནམ་ཚ་ཆོས་ཨ་ནི་ཕི་གའི་སྡིངས་ཆ་ཆེན་པོ་འདི་གང་ལ་ཡ་རབས་ཅོ་སང་ག་ཁུག་ཆེ་མ་བཏོན་ནས་རྦད་དེ་ཁོ་ར་མི་ཕལ་བ་ལས་སྡུག་ག་སྐད་ཆ་བཤད་ཡ་ར་ཅོ་ཅོ་སང་མི་སྐྱོ་ཨ་སྐད་ཆ་བཤད་ན་བཤད་སྟངས་མི་སྐྱོ་ད་རྦད་དེ་གུས་ཞབས་ཡ་རབས་གུས་ཞབས། སྤྱོད་བཟང་ག་སྐུ་ཅི་མི་དགོས་དེ་འདྲས་བྱེད་ཀྱི་འདུག་ཨ། དེ་འདྲས་ཅིག་བྱེད་ཀྱི་ཡོད་བ་ལ་བརྟེན་ནས་ད་ང་རང་སེམས་པ་རྣམས་ལ་འཇམ་འཇམ་དེ་འདྲས་དྲན་གྱི་འདུག་ཡོད་ད་ཆོས་སྐུའི་འདུ་ཚོགས་ཀྱི་ད་བླ་ཆེན་ཁག་ཡོད་རོགས་ད། བཀའ་རྒྱུད་ཡིན་ནའི་བཀའ་རྒྱུད་ཀྱི་བླ་ཆེན་ཡོད་རེད་ས་སྐྱ་ཡིན་ན་ས་སྐྱ་བླ་ཆེན་ཡོད་རེད་རྙིང་མ་ཡིན་ན་རྙིང་མ་བླ་ཆེན་ཡོད་རེད་འདུག་དེ་ཚང་མས་ཟིག་གི་མེད་ནང་བསམ་ཡག་དེ་འདྲས་དྲན་གྱི་འདུག་རོགས་ཁ་ཆེན་ལ་ན། ད་དེ་འདྲས་ཅིག་ཟེར་གི་ཡོའོ་ཡིན་ན་གལ་སྲིད་ས་སྐྱ་ཅིག་དུས་ཅིག་གི་བལ་དུ་ཁོ་རཡ་རབ་སྤྱོད་སང་ཁྱོ་ནི་མེ་གྱོ་དེ་འདྲས་སྐད་ཆ་ཅིག་དིང་རྒྱ་ཆེན་པོ་དེ་འདྲས་ཅིག་གང་ལ་ཤེས་བ་ཡིན་ན། ཨ་ནི་ཁོ་ཁོ་ར་གཅིག་པོ་གི་མིང་མ་ར་འདི་ས་སྐྱ་ཆོས་ལུགས་ཁོ་ར་གི་མིང་མཛེས་བོ་ར་ཨ་ནི་འདི་གང་ལ་མི་མང་གི་སེམས་ནང་ལས་འདི་བྱེད་གི་དོ་ཨ་ནི་ཆོས་ལུགས་ལ་ད་ཅིག།

འོན་ཏེ་སོང་ཙང་དེ་འདྲའི་ཆོས་ལུགས་ཁག་གི་སྤྱི་འཐུས་འདི་ཚོ་གི་བྱེད་སྟངས་འདི་ཚོ་དཔེ་མ་ཚིགས་ཐབས་སྐྱོ་དེ་འདྲ་བྱེད་ཀྱི་འདུག་དེ་ངས་ལ་ཐོ་མང་པོ་ཞི་རགས་བྱེད་རེད་ཡོད་ཨང་སྐད་ཆ་བཤད་ན་བཤད་སྟངས་མེད་ཀྱི་ཡོད་ད་དངོས་ནས་བཤད་ན་སྐད་ཆ་བཤད་བཤད་བོ་མ་རེད་ལ་ཨོ་མར་ད་བཤད་བོ་རེད་ད་ནས་བཤད་བ་ལ་བཤད་སྟངས་ཡོད་ར་སངས་རྒྱས་ནམ་ཚ་ཞིག་ཆོས་ཡོད་རེད་ཨ་ནི་འོན་ཏེ་བྱས་ནས་ཉེས་ཀྱི་ད་ད་འདྲ་ཆ་ལ་ནས་ཅུང་བཀའ་ལུང་ཐད་དགེ་ལུགས་ཀྱི་སྤྱི་འཐུས་གཉིས་དེ་དེ་འདྲས་ཞིག་ད། ཁོ་རང་ཉིད་ཀྱིས་ནོར་བ་དེ་ནོར་འཁྲུལ་དེ་ཁས་ལེན་བྱས་འདུག་ཟེར་ཡག་པོ་བྱས་ནས་བསྡད་ཡོད་རོ། ནས་མ་འོངས་པར་དེ་འདྲས་མ་བྱེད་ཡ་རང་ད་བྱེད་མཁན་མ་རེད་བསམ་གྱི་འདུག་རོ། ང་འདི་ནང་བཞིན་ཆོས་ཆོས་རྒྱུད་ཁག་གི་སྤྱི་འཐུས་གཞན་པ་ད་མ་འོངས་པར་གསར་བ་གླེང་ཉེ་ཡིན་ནས་འདུག་འདི་ལ་དོ་སྣང་དཔེ་མ་སྲིད་གལ་ཆེན་པོ་འདུག་སྐད་ཆ་བཤད་འོ་མ་རེད་ལབ་འོ་མ་རེད་སྐད་ཆ་བཤད་འོ་རེད་ནས་བཤད་བ་ལ་བཤད་སྟངས་ཡ་རབ་སྤྱོད་བཟང་ངང་ནས་རྒན་གཤམ་གོ་རིམ་ལྟ་ཅིག་ཡོད་ར། བཟང་སྤྱོད་ཀྱི་ཐོག་ནས་སྐད་ཆ་བཤད་ཡག་ད་ལྟ་འདི་སངས་རྒྱས་ཀྱི་ནམ་མཚར་དེ་ཆོས་ནས་ད་ནམ་མཚར་དེ་ལ་ཏིས་ཤིག་མཐོང་དྲན་ནས་སྐད་ཆ་བཤད་ཡག་དེ་དཔེ་མ་སྲིད་ཉན་གི་གནད་འགག་ཆེན་པོ་ཐུང་ངུ་དུ་རོ། ཨ་ནི། འདི་ན་ཞིག་ད་ད་ནང་ང་གི་ང་རང་གི་སེམས་ཀྱི་ད་ཚོར་སྣང་ཡོད་སྣང་མེད་སྣང་དུ་རོ། ཨ་ནི། ད། ཀུན་ད་སྲིད་སྐྱོང་འགྲོ་བས་ན་ང་དམིགས་བསལ་ང་ཐུང་མི་འདུག་ར་ད་གཙོ་བོ་སྤྱི་འཐུས་སྤྱི་འཐུས་ཁག་བདམས་དུས་ར་ད་འོས་མི་སུ་ལ་འོས་བླུག་གི་ཡོད་ནའི་ཨ་འདི་གི་རྒྱབ་ལྗོངས་ད་འདི་གི་འདི་མི་འདི་ཧ་གོ་གོ་ནི་ཨ་ནི་ཁོ་གི་ལངས་ཕྱོགས་ག་རེ་ཡིན་མེད་ད་རྒྱ་རོམ་ཆེ་ཀ་གོང་གཞི་བཟུང་འགྲོ་ཉེན་ཅིག་ལ་འོས་བླུག་ཡ་འདི་དཔེ་མ་ཟིག་གལ་ཆེན་པོ་ཐོང་གོ་འདུག་ར་ཨ་སོང་ཙང་ཨ་ནི་ངེད་གི་འབུལ་སྐུལ་རང་ཡིན་ད་ལ་ཉིན་ཐེང་པོ་ཅག་ནི་ར། ཨ་ནི། འདི་མི་གཅིག་གྱོ་རུམ་ཆེ་དཀའ་དགོངས་གཞི་བཟུང་འགྲོ་ཉེས་ཅིག་ཡིན་པ་སོ་སོ་གི་བེད་ཁོ་ར་སེ་བོ་སེ་ཀྱང་ཧ་གོ་གི་ཡོད་ན་དེ་ལ་འོས་བླུག་ར་གཞན་པ་ཚོད་ལག་མ་ཚོས་ཧ་གོ་ལག་མ་གོ་ཡོད་ན་འོས་བླུག་མ་རེད་སྟོང་པ་བཞག་ན་འགྲིག་བོར་འོས་ཚང་མ་བླུག་མ་རེད་ཡ་འོ་འདི་ཉིད་ཀྱི་དཔེ་མ་ཟད་གལ་ཆེན་པོ་གནད་འགག་ཆེན་པོ་མཐོང་གི་འདུག་ར་ད་མ་འོངས་པ་ང་ཚོའི་སྤྱི་ཚོགས་འདི་ཟ་ང་ཟི་ངེ་མིན་པ་ཨ་ནི། ཕ། རྒྱ་ནག་ལ་ཁ་བཏགས་ནས་ཁ་བརྡའི་ལྕགས་སྙེ་ཅིག། བོད་ཀྱི་གལ་ཆེན་པོ་ཐུག་འགོ་འདུག་ཨ་ནི་འདི་ནང་བཞིན་ཨ་ནི་ང་ཚོ་སྤྱི་ཚོགས་ནང་ལོ་ལ་སྒེར་གྱི་གནས་ཚུལ་དང་གཅིག་ཆོལ་ཁ་ཆོས་ལུགས་དང་འདི་འདྲས་འཐེན་འཁྱེར་མ་བྱེད་ངེས་དང་ཨ་ནི་གཅིག་དཔུང་རེ་འགྲོ་བྱེད་ངེས་དོ་འདི་འདྲས་བྱེད་གི་འདུག་ད་དེ་ངས་འདུག་ལ་རོ་ད་འདི་འདྲས་མ་བྱེད་ངེས་ཨ་ནི་སོ་སོ་གི་ད་མི་མང་ཚང་མ་གི་འགན་ཁྱེད་ཡ་པེ་མ་ཟིན་གལ་ཆེན་པོ་ཐུག་འགོ་འདུག་རོ་ཨ་ནི་གནས་ཆུང་གི་བཀའ་ལུང་འཕེལ་བ་ནང་བཞིན་འདི་ནང་བཞིན་ད་ལྟ་དགེ་ལུགས་གཅིག་པོ་ལ་འཕེལ་རེ་ཡོད།

སྔོན་དུ་སོང་ཙང་ནི་མི་མང་ཚང་མ་གི་ལྟ་དངོས་ནི་ཨོ་ར་བོད་པ་གཅིག་ཡིན་རྒྱག་རུམ་གཅིག་གི་རྗེས་འཇུག་གཅིག་ཡིན་བསམ་ནི་ར་ཨ་སོ་སོ་གི་འོས་བླུ་ཡ་དེ་པེ་མ་སི་གལ་ཆེན་པོ་རེད་ཨ་ནི་འོས་བླུ་བའི་སྐབས་ལ་མི་མ་ནོར་ནི་ད་གཅིག་མི་སོ་སོ་གི་འོས་སུ་ལ་བླུ་གི་ཡོད་ནི་དེ་མི་དེ་གི་ལས་སྟངས་ག་འདྲ་ཡིན་ཨ་ནི་མི་དེ་གི་ད་གཅིག་བྱི་ཐང་དུ་རྒྱག་རུམ་ཆེ་བཀའ་དགོངས་ཞུ་སོང་ཐུགས་འགུལ་ཡོད་མེད།

སུག་མ་རེད་འདི་ཚོ་ལ་འདི་འདྲས་ཅིག་ང་ཚོ་རང་གི་སོ་སོ་རང་གི་སྐྱོན་བརྗོད་བྱེད་འོ་ན་ནི་ཁོ་ཚོ་སེམས་པ་ན་ག་རེ་ཟེར་ཁྲེལ་གེར་འོ་འདི་བསམ་བློ་བཏང་ཅིག་ད་འདི་ཚོ་ད་མི་ཐབས་སྐྱོ་བོ་རྦད་དེ་ཧོ་ཀྲར་ད་མི་ཡི་མ་རེད་ཡ་ད་དུད་འགྲོ་འདི་འདྲས་ད་ཅིག་ཅིག་ཡིན་འདི་འདྲས་འགྲོ་ཅིག་རེད་ར་ཨ་ནི་འདི་ཚོ་བྱེད་སྟངས་འདི་ཚོ་དཔེ་མ་སྲིད་ཐབས་སྐྱོ་བོ་འདུག་ཨ་ནི་གཙོ་བོ་འདི་ནང་ལ་ད་འདོད་ང་ཅིག་ག་རེ་ལ་ཉོ་འཕྲོས་ལ་ན་ད་ལྟ་འདི་ཧོབ་ཧོབ་ཧོབ་ཧྥོལ་ལ་ད་ད་ཨ་རི་ལ་བཞུགས་ཉེ་ཨ་ནི།

གཡས་ག་རེ་ཡིན་གཡོན་ག་རེ་ཡིན་གསལ་བོ་གསལ་བོ་ཞི་དྲག་སྟོན་དགོས་འདུག་ར། འདི་ལྟ་དུས་ང་རང་ནས་ད་ངེད་ཀྱི་དངོས་གནས་བར་མི་འདི་པད་མ་སེ་ཡག་པོ་འདུག་བསམ་ནས་སེམས་པ་ན་དྲན་བ་ན་དྲན་ནས་ར་ང་རང་ཡིན་ནས་ད་ཅིག་ཉི་མ་ནས་ང་རང་གཉིས་སྒེར་གྱི་གནས་ཚུལ་ཅིག་ལ་ཅིག་ཨེ་འདྲེ་འགྲོ་བྱུང་དགོས་ཏེ་ད་ངེད་ཀྱི་ད་ཁོ་རང་ལ་ཡང་ཅིག་དད་པ་འགྲོ་སྐད་ཆ་མི་འདི་འདྲས་དངོས་གནས་ཁོ་ར་ངན་པ་ཞིག་འདུག་བསམ་མས་ཀྱི་འོ་འདི་འདྲས་བསམ་བློ་འཁོར་དགོས་འདུག་ཡ། ཨ་འདི་དག་ཐ་ན་མིའི་དབང་ནི་ཁོ་ར་དྲང་བདེན། དྲང་པོ་དྲང་ཤག་རྦད་དེ་ཕྱི་གསལ་ནང་གསལ་བཟོ་ངེས་བསྟན་པའི་མི་གཅིག་གཉིས་ཤིག་ཏུའང་རྡོ་ཚོ་ལ་བསྔགས་བརྗོད་ཡོད་དང་འདོད་མུག་ཐུག་ནས་འདུག་སྣག་རོ་ནང་ལ་ཡིན་ཞོལ་ཡིན་ཨ་ནི་དམིགས་བསལ་གྱི་ཧོབ་ལོདས་ལ་ཨ་ནི Trust སླེ་ཡོད་དོ་ཨ་ནི་ད་ང་ཧ་གོ་འོས་གྱུར་ཕལ་ཆེ་ཧེ། ཉི་མ་ང་ཚོ་དར་མཚར་ལ་ལ་ཅིག་སྒེར་གྱི་གནས་ཚུལ་ཅིག་གང་ལ་རྙོག་དྲ་འགྲོ་བྱུང་རེད་ཨ་ནི་འོན་ཏེ་སོང་ཙང་ཨ་ནི། ད་མཐའ་མ་དེ་ལ་ནི་མི་མང་ཚང་མ་གིས་འོས་སུ་ལ་བླུག་འོས་ནས་མི་འདི་གསལ་བོ་ཡག་པོ་ངོ་ཤེས་བའི་ཐོག་ནས་འོས་བླུག་རོགས་གནང་ཟེར་ན་གཞོན་ཡོད་རང་གཙོ་བོ་གྱོ་རུམ་ཆེ་གི་བཀའ་དགོངས་གཞི་བཟུང་འགྲོ་ཉེ་གཅིག་ལ་འོས་བླུག་ཡ་དེ་དཔེ་མ་སྲིད་གལ་ཆེན་པོ་ཐུག་འོ་དུ་ར་འདི་གམ་ཟེ་ཡང་ཚང་མ་ལ་ཐོ་ཆེ་གནང་ད་སྔོན་འགྲོ་འོས་གཞི་སླེ་འགྲོ་འདུག་ཨ་ནི་བོད་མི་ལག་དེབ་ལྗང་ཁུ་བཅུ་གཉིས་ཚང་མ་གིས་འོས་བླུག་ཡ་དཔེ་མ་སྲིད་གལ་ཆེན་པོ་རེད་ཨ་ནི་འོས་བླུག་ས་དེ་མ་ནོར་བ་གནང་རོགས་གནང་ཟེར་ན་གཞོན་ཡལ་སོ་ཐོ་ཆེ་གནང།